འབྲུ་སྟེགས་རྫོང་ནི་འབྲི་ཆུའི་ཕྱི་མགོར་གནས་པའི་རྐྱེན་གྱིས་འབྲུ་སྟེགས་ཅེས་བྱ་སྟེ། གཙང་ཆུའི་འབྲི་ཆུའི་རྫོང་དང་པོ་ཞེས་པའི་མཚན་སྙན་ལྡན། རྫོང་གི་མངའ་ཁོངས་ནས་གཞིར་བའི་ཕྱི་འཕྲེད་ཐམས་ཅད་ཆད་ལུས་མེད་པར་འབྲི་ཆུ་རུ་བརྡུངས་པས་འབྲི་ཆུའི་འབབ་རྒྱུན་གྱི་བླ་སྲོང་འཇུ་ནེ་ཞེས་འཛམ་གླིང་མི་ཡི་བརྩི་མཐོང་རབ་ཏུ་བྱེད་ལ། གངས་རི་ནས་འབྲི་ཆུ་འབབ་ཅིང་འབྲི་ཆུ་ཡིས་སྟོང་ལོ་ལྔ་རུ་ཟམ་མ་ཆད་པའི་ཀྲུང་ཧྭ་པ་ཡི་གསོ་སྐྱོང་བྱས་པས་ཀྲུང་ཧྭའི་མ་ཡུམ་ཆུ་བོ་ཞེས་ཡོངས་སུ་གྲགས། སྦྲ་ཆུའི་སྟོད་རྒྱུད་དུ་གཏེར་འཕྲོག་ཕུད་པའི་དགེ་རྒན་དབོང་གྲགས་ལགས་ཀྱིས་སྐུ་ཚེ་གང་པོར་ཕ་ཡུལ་གྱི་རི་ལུའི་ནགས་གསེང་དུ་འགྲིམས་ནས་རིག་པའི་བྲོ་ཕུད་ཀྱི་ཁུར་སྣེ་བཙལ། དེ་རིང་བྱམས་པའི་ཁ་བརྡ་ལེན་སའི་ཆེད་དུ་ཡུལ་ཤུལ་ཁུལ་འབྲུ་གཏེར་རྫོང་དུ་སོང་ནས་ས་གནས་དེའི་རིག་གནས་ཆེད་མཁས་དགེ་རྒན་དབོང་གྲགས་ལགས་དང་མཉམ་དུ་རིག་པའི་བྲོ་ཕུད་བསྐོར་ནས་ཁ་བརྡ་བཤད་ཀྱི་ཡོད། འཛིན་མ་ལྷས་རྒྱལ་སྐུ་ཁམས་བཟང། ང་ཚོ་ད་ལྟ་མཚོ་སྔོན་ཞིང་ཆེན་ཡུལ་ཤུལ་བོད་རིགས་རང་གཞུང་གི་འབྲུ་གཏད་རྫོང་གི་དོང་མཚོ་དཀར་མིག་གི་མདུན་ན་ཡོད། ད་དེ་རིང་ང་ཚོ་ས་གནས་འདི་གི་རིག་གནས་ཆེད་མཁས་རྒན་པ་དགེ་དབོང་གྲོ་ལགས་དང་མཉམ་དུ་ཆུ་འགོ་གི་རིག་གནས་གོ། རིག་དཔེ་གི་བྲོ་ཕུད་ཀྱི་སྐོར་ནི

ཨོ། ད་ཤུག་པོ་ཆེན་པོ་འཇར་འགྲོ་ས་དེ་དེ་མཚོ་དེ་ནང་ནས་ཡན་ཚོ་རེད། ཨོ། ཤུག་པོ་ཆོག་གི་རྒྱུ་མཚན་དེ་འདི་མཚོ་འདི་ཡིན། ཨོ་འདི་མཚོ་འདི་གི་བཀའ་དྲིན། ལགས་སོ་ད་གི། དེ་ལ་བརྟེན་ནས་དེ་ནི་དེ་གི་ཡིན། བློ་གི་ཡི་གི་བློ་ཟོག་མང་པོ་དེ་དགའ་སྐྱ་ལོ་བསྟན་པ་རྒྱ་མཚན་གི་ཞལ་ལ་འབྱོར། དེ་ནི་དེས་བདག་སྐྱོང་ཡག་པོ་མཛད་སོང་དུས་དེ་ནི་རྫ་མ་ད་ད་ལྟ་ངུ་ཚོ། གེ་སར་རྒྱལ་བོད་ཀྱི་འབྲོང་ནང་ནས་བྱས་ན་ད་དེ་ཐུགས་ཚོད་ཀྱི་བར་ཆད་ད་ཤུག་པོ། རྩེ་བྲག་སེ་འཁོར་འདྲེ་དག་ད་ག་སྐྱ་ལོ་བསྟན་པ་རྒྱ་མཚོས་ཁྱེད་འགྲོ་ཅིག་རྩ་བ། དེ་ཁུག་སྐྱ་ལོ་ཚང་བསྟན་པ་ཁྱི་བསྟན་པ་དར་ས་དེ་ད་ཚུགས་འདི་ལ་བསྟན་ནས་ད་ནེ་ཛོ་ཤོག། རེད་རེད་རེད་ཤི་ཁུ་རུ་ད་དེ་རི་སོ་གཉིས་ང་ཚིག་གོ་དེ་ཡིན་ན་ད་རྒྱལ་བོ་དགོངས་གྲགས་ལགས་ཀྱི་ལོ་ཁ་ཤས་ཀྱི་ནང་ལ་ད་རི་ནས་ཤི་ལ་ཞིབ་འཇུག་ལུས་ཤེས་དེའི་ནང་ནས་ལ་ད་ཁྱིམ་འགོག་གི་རིག་གནས་ལ་ཞིབ་འཇུག་མང་པོ་བྱས་རེད་ཟེར་ར་རིག་གས་ད་དེང་འདི་ད་འཚོགས་འདུག་ཁྱེད་ཚང་མ་འབྲེལ་བ་འདུག་ཨ་དགེ་ལགས་འདུག་འདུག་འདུག་དགེ་ལགས་ཀྱི་དེ་གི་དེ་འདྲི་གི་བསམ་བློ་ཅིག་ག་ནས་འཁོར་བ་ཡིན་ཨ་དགེ། ད་དེ་ཡི་སྔ་མ་སྔ་མ་འདྲེ་བྱས་ན་ད་ཕ་ཁྱེད་བུ་གང་ཅག་འབྱུང་གི་ད་ད་དེ་གི་ཆ་ཡིན་ན་འཚོགས་ཡིན་ན་དེ་ལ་ཅི་མེད་བློ་ལ་འདྲེ་བ་བཟོས་ད་ད་ང་ཚོ་ཧོ། ད་ལྟ་དེ་ནོར་བུ་བསྟན་པ་དེ་བོད་ལ་ད་རེས་གང་དུ་ན་བོང་གི་ལྟ་བ་དེ་ཞིག་འདུས་ཏེ་དུས་ལྷ་བླ་གཉན་བསང་བཙུགས་ཏེ། ད་ལྟ་དུས་འཇིག་རྟེན་ལྟ་བ་ནི་གཙོ་བོ་བྱས་ཚུལ་ད་ལྟ་བླ་རི་དར། ཨོ་ལྷ་བླ་གཉན་བཙུགས་ཏེ་དེ་ནས་གཉན་གྱི་ད་ལྟ་ང་ཚོ་འགྲོ་བ་མི་དེ་ཡང་གང་ལྷ་ལ་འབྲེལ་བ་བའི་ཞབས་བློ་ལ་འབྲེལ་བ་ཆེན་པོ་རེར་བསླབ་པ་དེ་དུས་ཀྱང་ད་ཁུག་ཆག་མཉམ་གཅིག་ཏུ་འཚོ་བ་བསྐྱུལ་དགོས་ཟིན་དོན་ནི་མ་གི་ད་ལྟ་དེ་གི་སྲོག་བརྟན་ད་བའི་ཆ་སྟེ། དེ་གི་བདག་པོ་དེ་ད་བླ་ཡིན། རྫོགས་རེར། དོན་ནི་དེ་བཞིན་དུ་ད་དེ་གི་བླ་གི་སྐོར་གི་ད་ལྟ་དེ་གི་རང་གནས་དེ་རྒྱ་ཆེན་པོ་སྔོན་ད་བོང་གི་བརྟན་པ་གི་དོགས་ཚུལ་ནི། དོན་ནི་རྫ་ནི་ནོར་བུ་བརྟན་པ་ད་ཚ་དུས་འོག་ད་དེ་ཁོག་བུད་གི་དུས་ཀྱི་ཀྱི་རྫོགས་རུང་སྔ་རབས་གི་ད་ལྟ་དེ་རང་གནས་དེ་ཆུ་ནོར་བ་ལ་ཚུལ་བསྡུས་གསུངས་ད་བ་རྫུ་འགོར་ཁོང་དུ་བསྡུས་ཏེ། དོན་ནི་དེ་ཞེས་སོགས་དེ་ལ་མ་མཐུན་ནས་ད་དར་པའི་དོང་གསུངས་ཟིན་ནས་དེ་བཞིན་དུ་ད་ད་འཚོགས་དུ་རྩོད། ཆུ་འགོ་དུ་གཉིས། གངས་རི་དུ་གསང། ལ་སོགས་པ་དག་དེ་ཁུག་འགྲོ་བ་མི་མི་ཆིག་ལེ་དག། ད་ལྟ་ཞག་བཞི་འབུ་སྒང་འབུ་གྲོག་པང་ཡན་ཆུ་གུ། ད་ལྟ་དུས་མཚོ་བོ་སོགས་བསྟན་བཏབ། ལ་སོགས་ཀྱི། རེ་ཟུང་ཟེ་དག་དེ་ལྟ་བ་སྔ་ནས་ད་བར་དུ་འོ་ཟེ། ལ་སོགས་ཀྱི། དུ་ནི་དུས་ཀྱི་སྐོར་རིང་ནས་དེ་ཤ་རེ་ཁུག་ག་ན་ཡིན་ནོ་ཁྱབ་སོང་ཟེ་འདྲེ་འཕེལ་ལྷོང་དུ་བུད་དེ། ད་ལྟ་དུས་ཀྱི་སྐྱ་གཟུགས་རུ་སི་པུ་གྲོ་ཕུག་ལྟ་བུ་སེ་ཁོ། རག་པུ་གྲོ་ཕུག་ལྟ་བུ་སེ་ཁོ་དོན་གྲུབ་ཀྱི་ཐ་སྙད་ཤ་རའི་གཞུང་མི་བཞིན་དུ། ཆུ་འགོ་གི་རི་ནས་ལ། ཆུ་འགོ་གི་རི་ནས་ཟེར། མི་ག་རེ་ཟེར། མིང་གཟུགས་ད་ལྟ་དུས་སྐྱ་གཟུགས་རུ་དེ་ལ། རིག་པའི་གྲོ་ཕུག། ད་རག་པུ་གྲོ་ཕུག་ཟེར་ང་རྫ་ནི་དེ་ཁུག་ཐ་སྙད་ཟུ་དེ་རེད། ལགས་སོ་དེ་ཅི་ཡིན་ནམ། དེ་རག་པུ་གྲོ་ཕུག་ཟེར་འདུག་ད་ད་ད་ཆུ་འགོ་རྫུ་རྒྱུ་དེ་ཅི་རེད་ད་རྫུ་དེ་ཆུ་འགོ་ཡིན་ནམ་ཨེ་མཚོ་ཡིན་ནམ། ལགས་སོ་ཞེས། དེ་དེ་འགྲོ་བ་མི་རྫུ་རྒྱུ་དེ་ཁུག་སྐྱ་གཟུགས་རུ་དེ་རི་ནས་དེ་དར་སྤེལ་གཏོང་དུས། ད།

ཡུལ་ས་གོ་ལ་ཐོག་ནས་རྫས་བཞེས་ནོ། ཀྱེ་རྫོགས་སྐུར་བུ་ཏི་གུ། སྲིད་པོ་གྲོག་ཕུག་སེ་གོ་རིགས་པོ་གྲོག་ཕུག་གོང་ཐོག་ནས་བརྒྱན་ནོ། ཤར་ངོ་ལོ་ད་ལྟ་ངུ་ཚུ་རྒྱ་ནད་གི་རིག་གནས་ཏེའོ་རི་ད་ཁྱི་གདོན་མི་གི་རིག་གནས་ད་ལྟ་ནི།
ལྷོ་འཛམ་གླིང་ནས་རྫོགས་འདུས་ལ་ད་ལྟ་དུས་དཔའ་དབྱངས་ཆེན་པོ་རྒྱལ་ཁབ་བཞི་གི་ནང་ནས་རྩོད་ཤར་ངོ་ལོ་དར་དུ་ནས་རྩོད་ད་ལྟ་ངུ་ཚུ་རྒྱ་གར་འཕགས་པོ་ཡི་རི་ཐིག་གི་ད་ལྟ་རིག་གནས་ཆེན་པོ་གཉིས་དཔའ་དབྱངས་ཆེན་པོ་གཉིས་གི་བག་ལ་ཆད་སོང་ཟེར་ཏེ་ངོས་སུ་བོད་གངས་ཅན་ལྗོངས་རིས་དཱ། ལ་ས། དོན་དེ་དུས་ཚོད་ཀྱི་དུས་པར་ཡང་དེ་གོ་ད་གཞུང་ཁུངས་འདྲ་ཡག་འདི་འགྲོ་དུས། ཆད་ལ་ཐོད། འོ་ཆད་ལ་ཐོད། དུས་ཆད་དུས་ཀྱི་ཆད་འགོ་དེ་ངོས་སུ་ད་ལྟ་ཡི་བོད་གངས་ཅན་ལྗོངས་ལ་འོ་ཟེར་སའི་ཁ་རྫོ་རེད། རེད་རེད་རེད་རེད། དུས་ཀྱི་སྐོར་དུས་ཆད་དེ་རང་ཁུག་དུས་བབས་སོང་ཟིན་ལྟ་བ་རིག་མི་དོ་དུས་ཆད་དེ་ལ་འབྲེལ་བ་ད་ཅི་མི་ཟབ་སོང་ཟིན། དེ་འགྲོ་བ་མ་ཁུག་དུས་ཟ་རྒྱུ་འཐུང་རྒྱུ་ཟེར་ཁ་སོགས་གཏན་འཁེལ་རིག་རིག་མི་དོ་དོན་དུས་དེ་ལ་རུ་སྨད་རྒྱ་ཆེན་པོ

དེ་རེ་ཟུང་ནི་རྐང་རེ་རྫུ་དངོས་པོ་དག་སྟེ་སྙིང་ཐུང་ལོགས་རེ་འགོག་རེ་རྒྱུ་རེ་ཆེན་པོ་བཙོག་པ་རེ་ཟུང་ཁྱི་རྐང་རེ། དེ་དེ་རྐང་ཟུང་དུ་དུ་ཚང་བཙོག་ལག་པས་བཞེས་ནས་ཁོ་ད་ལྟའི་འབྲོག་པའི་ས་ཆ་སྡོད་སར་ཆ་མཐོང་གི་མེད། ཆ་མཐོང་གི་མེད་ན་ཁོ་འཚོ་བ་སྐྱོལ་ཐབས་ཆེ། རེད། དེ་ལ་སོགས་པ་དེ་ལྟ་བུ་རིགས་འདུས་དེ་ནས་དེ་རྒྱ་ཆེ་སོང་ནས་ད་འགྲོ་བ་མི་འགྲོ་བ་སེམས་ཅན་ཐམས་ཅད་ལ་གནོད་པ་ཐོངས་དར་དུ་ཤོག་དེ་ཆེན་པོ་དེ་བཙོག་པ་དག་མི་རིགས་ཀྱི་སེ་ཁོ་དེ་ལ་སྐྱེ་མེད་དག་ལ་གསོད་རྒྱུ་སེ་ཁོ་འདི་དག་ལ་གཏོད་རྒྱུ་དེ། ཚང་མ་ཁྱེར་ཡ། ཁོར་ཡུག་སྲུང་སྐྱོབ་གི་བྱ་བ་ཁོ་ན་སེ་ཁོ་རིས་སུ་ངོ་མ་ནས་ད་ལྟ་དེ་འདྲི་ཟེར། འབྲུ་རྟས་རྫོང་ནི་འབྲི་ཆུའི་ཆུ་མགོར་གནས་པའི་རྐྱེན་གྱིས་འབྲུ་རྟས་ཅེས་བྱ་སྟེ། གཙང་ཆུའི་འབྲི་ཆུའི་རྫོང་དང་པོ་ཞེས་པའི་མཚན་སྙན་ལྡན། རྫོང་གི་མངའ་ཁོངས་ནས་གཞིར་བའི་ཆུ་འཕྲལ་ཐམས་ཅད་ཆད་ལུས་མེད་པར་འབྲི་ཆུ་རུ་བརྡུངས་པས་འབྲི་ཆུའི་འབབ་རྒྱུན་གྱི་བླ་སྲུང་འཇུས་གནས་ཞེས་འཛམ་གླིང་མི་ཡི་བརྩི་མཐོང་རབ་ཏུ་བྱེད་ལ། གངས་རི་ནས་འབྲུ་ཁྱིམ་འབབ་ཀྱི་འབྲི་ཆུའི་སྟོང་ལོ་ལྔ་རུ་ཟམ་མ་ཆད་པའི་ཀྲུང་ཧྭ་པ་ཡའི་གསོ་སྐྱོང་བྱེད་པའི་ཀྲུང་ཧྭའི་མ་ཡུམ་ཆུ་བོ་ཞིག་ཡོངས་སུ་གྲགས། འབྲི་ཆུའི་སྟོད་རྒྱུད་དུ་ཏེ་ཁྲོང་ཕུད་པའི་དགེ་རྒན་དབོང་གྲགས་ལགས་ཀྱིས་སྐུ་ཚེ་གང་བོར་ཕ་ཡུལ་གྱི་རི་ལུའི་ནགས་གསེང་དུ་འགྲིམས་ནས་རིག་པའི་བྲོ་ཕུད་ཀྱི་ཁུར་སྣེ་བཙལ། ད་ང་ཚོའི་གོ་ཐོས་ཡིན་ན་དགེ་ལགས་ཀྱིས་ཁྱིམ་འགོག་གི་རིག་གནས་ཟེར་གི་ན་རིག་པའི་བྲོ་ཕུད་སྐོར་གྱི་དཔེ་ཆ་མང་པོ་ཞིག་གཙང་པ་འདུག་དེ་འདྲའི་མི་མང་པོ་ལ་རྩ་འཛུགས་བྱས་ནས་དཔེ་ཆ་མང་པོ་ཞིག་ཕུལ་ཡོད་རེད་གལ་ཏེ་དཔེ་ཆ་དེ་ཚོ་ང་ཚོ་ལ་ངོ་སྤྲད་ཀྱི་འདུག་ཞེ་ན་གལ། ཡ་ཡ་ད་ད་ཐོག་མར་དེ་ནས་ངས་ཁྱེད་ལ་དར་ཁ་ཟིག་འབུལ་གྱིས། ལ་སི་གེ་དེ་དར་ཁ་དེ་དར་མ་གཞི་དར་ཁ་ཁ་ད་ཀ་པོ་ཟེར་ཞེ་ན། དེ་ད་རེས་པོ་ཚུགས་ཁྱེད་ལ་དེ་རྒྱང་ཁུ་འབུལ་རྒྱུ་དེ་ད་ལན་གཞི

རིག་གནས་རྒྱུན་འཛིན་འདུག་དར་སྤེལ་འདུག་དེ་འདྲ་བཟོ་རྒྱག་མཁན་མི་ཡོང་མང་པོ་འདུག་གལ་ལ་ང་ཚོ་འདི་འདྲ་གཅིག་གི་མགོ་ཁུངས་ལ་སླེབས་ཏེ་དགེ་ཆོས་ཚོགས་ནི་ངོ་མ་ད་ང་ཚོ་ཞང་པའི་ཁ་བརྡ་དགེ་ཚོགས་བགིས་པའི་མི་ཚོ་གཞོན་པའི་མི་ད་ང་ཚོ་དེ་འདྲ་རེད་འདུག་གལ་ལ་སོ་དུ་ཡིད་ཆེས་གི་ཡན་ལ་གི་དཔེ་ཆ་ངོ་སྤྲད་ཀྱི་གནང་རོགས་ད་དང། དཔེ་ཆ་དེ་ད་ད་དེ་རེད་དེ་ངས་སུ་ད་ང་གི་ད་དུ་དེ་རུ་པུ་གྲོགས་ཕུག་གི་ལྟ་བ་དེ་བྱུང་ནས་དེ་ནས། ལོ་སྔ་ཚའི་སྔ་ཚའི་ལོ་ད་བ་ཆེ། རྒྱབ་ཀྱི་རི་ཚ་རི་ཉལ་ཤེས་ཡ་མ། རི་ཚ་རི་དེ་ནི་ཏིག། དུག་དེ་ནི་དེ་ནི་ངའུ་རྒན་མི་གི་ད། ཅི་ཙུ་གུ་རུ་ཤ་བ་འགའ་སྒྲིབ་སྒྲིབ་རི་དེ་ནི་དེ་ཤ་བ་ཆུང་ཆུང་རི་ད་འགའ་ནུས་པ་ཆུང་ཆུང་རི། དེ་དེ་རྒྱ་ཆེན་པོ་ལ་འགྲོ་ཐུ་ཤི་མི་ད་སོང་དེ་ནི་ད་ད་ཡུལ་ཤུལ་ཁུ་གི།

སྔོ་སྐྱེས་ལ་བ་ཅི་ཟླ་བ་སངས་བྱ་རི་དྭགས། ངེད་ཀྱི་ཟླ་བ་སངས་བྱ་ཆེ་སྐོར།
པོ་རེ་རེ་ལ་ཉི་མ་སྐྱ་ལ་སྐྱ་རང་འདྲ། ད་ད་རོག་མེ་འོང་དེ་རྒྱ་མཚོ་ཤར་རེའི་ས་ཆ། མཐོང་པོ་ས་འགྲོ་མ་ད་རེ། དགོས་དུས་དཀའ་ངལ་ཆེན་པོ་འདུག། ལ་སོ་རྒྱལ། དེ་ནས་འོང་ཁོང་ཚོ་ཤི་བྷ་ཡི་འགྲོ་འོང་ཡང་འགྲོ་དེ་འདྲ་བྱ། དེ་ནང་ནས་ད་ཨ་ན་ལ་ལྷག་པར་ད། ཨི། ཆིང་ཀོ་ནི་ཀོ་ར་རྒྱལ་ད་དེ་བོད་ཀྱི་རང་གནས་བོད་ཀྱི་ས་ཞིག་ད་སུ་ད་དེ་ནས་ཨ་ན་ལ་མཁས་པ།

ད་རྒན་ལགས་ཀྱི་ག་རེ་ཟེར་དགོས་རེད་འདི་འདྲིའི་གི་པར་ལ་མི་ཟ་ད་རུང་མུ་མཐུད་ནས་པར་ནས་ང་ཚོ་ཆུ་མགོ་འདི་ཚོ་གི་རིག་གནས་ཡིན་ནི་འདྲ་གེ་སར་གི་རིག་གནས་ཡིན་ནི་འདྲ་འདི་ཚོ་ལ་མུ་མཐུད་ནས་འདི་འདྲིའི་གི་དངོས་འབྲེལ་བཤད་ཡ་རེད་རེད་རེད་དེ་ནི་ངེད་ཅིག་གི་རྒྱུ་མཚན་བཤད་ད་དེ་མ་མོ་པོ་ལ་དྲིལ་སྒྲོག་བཤད་པའི་གི་རྒྱུ་རིག་གམ་ཁྲེལ་ནས་ལ་ད་རྒན་ལགས་ལ་ཁྱོད་རང་ལ་ད་མཚོ་མཐོང་ཟེར་གི་ལ་རེད་གོ་རེད་བག་ཆགས་ཟ་ཤི་ཟེར་གི་ན་འདྲ་བསམ་འདུག་སེམས་ནང་ལ་དུས་རྒྱུན་དུ་དྲན་འདུག་རྒྱུ་ན་མང་ཤོས་དུ་ག་འདི་ག་འདི་འདྲ་དྲན་གི་འདུག་གི་ལ།

ཚོ་ད་ལྟ་གི་རིག་གནས་ཀྱི་སྤོབས་པ་རེད་ཚོ་རེ་རེ་བུས་གངས་ཅན་ལྗོངས་ཀྱི་རིག་གནས་དེ་ལ། ཨོ་ཕ་མེས་ཀྱི་ཁྱི་རྒྱའི་སྤྲང་མོ་དག་བསམ་ཟིན་ད་ད་ལྟ་མི་རྒྱུའི་རྡོ་རྗེ་དེ་ལུག་ཚོ་ད་ལྟ་ཡི་ཉི་རགས་དབྱིག་གི་མི་རྒྱུ་རེད་མོད་པས་དམངས་བོ་རིག་གནས་དེ་ཡིན་ཀྱི་ལྷོ་འཛམ་བུ་གླིང་རྒྱུགས་སོང་སྐད་གྲགས་ཡོང་མཁན་དེ་རེད་འོ་སྐད་གྲགས་ཡོང་མཁན་ངོ་གནོང་མི་དགོས་ཟེར་ལྷག་པར་དུ་ད་ལྟ་འཛམ་གླིང་གེ་སར་རྒྱལ་པོའི་སྒྲུང་དག་ལ་དེ།

ཤ་སོང་ལ་སེང་སྡེ་སར་ས་ཚུགས་ཚུགས་ཀྱི་རེད། ཨུམ། རེད་རེད་རེད་རེད། ད་དུ་འགྲོ་ཡོང་འདེད་ཚུགས།
རེད་རེད་རེད་ད་ང་ཚོ་སོང་རོགས་རྒས་ལགས་དེ་རིང་སོང་ཉིན་འཚོ་བ་གི་ཆ་རྐྱེན་ནི་ཡག་པོ་རེད་ཚར་རེད་ད་ནི་ད། གྲོང་ཁྱེར་ཆེ་ས་ས་མགོ་དམའ་ས་དེ་འདྲ་འདྲ་འདུག་ད་ནི་འཚོ་བ་ཤིན་ཏུ་ཕྱུག་ས་རེད་དྲན་དྲན་གི་འདུག་གོ་ད་རྒས་ལགས་མུ་མཐུད་ནས་ད་ང་ཚོ་གི་ཕ་ཡིས་འདི་ན་འདུག་ནས་ད་ཅི་ཟེར་གི་རེད་ཅེ། ད་ད་རུང་མུ་མཐུད་དེ་འདི་འདྲ་དཀའ་ལས་མང་པོ་ཞིག་རྒྱག་འདོད་ཅིག་གི་དེ་ལ་ཡང་ད་རྒས་གང་འདུག་གི་གསུང་ས་དེ་རེད་ད་རྒས་ལགས་མ་འོངས་པ་གི་ཡང་ན།

ཆར་གྱི་གཟུགས་དག་ཆའི་གཟུགས་ཐབས་སོགས་ནི། ད་ལྟ་དེ་བུ་སྲིད་པ་ཆགས་པོ། ད་ལྟ་དེ་ནས་རི་དགའ་དར། རེས་སྲིད་པ་ཆགས་པའི་ལྷ་དགུ། སྲིད་པ་ཆགས་པའི་ལྷ་དགུ། ལ་སོགས་ཀྱི། དེ་གང་རི་དགའ་དེ་ལ་ཐོགས་པ་གཟུགས་རྟོག། དེ་སྔ་ཨམ་ཉི་ལྟ་བུ། འཕགས་ཡུམ་ཉི་ལྟ་བུ་སེ་ཁོ་ལྟ་བུ་རེས་ཟླ་བ་དང་ལྔ་བ་སྲན་རྫོང་དེ། དེ་སོགས་ལ་ཐོགས་པ་གཟུགས་རྟོག་དེའི་རིགས་ནས་དེ་རྒྱུད་ལོངས་གཟུགས་ཤིག། དེ་ཚོ་ཧ་གོ་རྒྱུ་ནི་འཁྱོངས་མཛད། དེ་འདྲ་བདོག་དེ་ལ་བསྐོར་ར་བཟོ་རྒྱལ། རྫ་མ་ཐོ་ནི། དེ་ནས་དེའི་སྐོར་ཉུང་ཚུལ་འགྲེལ་གྱི་རེས་འདྲ་ཐོ་ནོ་ཐབས།